བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ཞེ་བཅུ་ཞག་བདུན། རང་བྱུང་ཆགས་པ་ཇི་བིས་ཀྱི་ནམ་ལོ་གསར་ཚེས་ལ། འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་འདྲའི་འདི་ཙམ་པ་ལ་ལོ་གསར་པ་འདི་ལ་ཡ་ཨ་ནི། ང་གིས་རྣམ་པ་ཚོ་ཚང་མ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དེ་ལྷག་ཚོད་ཅིག་ཨ་ནི་ང་རང་ཚོ་མེ་མདོ་སྒང་ལ་ཕོངས་པའི་ལྷ་དཀར། བཀའ་བརྒྱུད་བསྟན་པའི་གསར་བརྗེ། ཡོངས་འཛིན་ཁྲོམ་བུ་རིན་པོ་ཆེ་གི་ལོ་གསར་བ་འདི་ལ་ཨ་ནི་ལྗགས་རྩོམ་རྣམ་བཞག་པའི་གི་ལོ་གསར་གི་ཚིགས་བཅད་དེ་ངའི་མག་ལ་ཐུག་ཟེར་ནས་ཞུ་ན་རྣམ་པ་ཚོ་ཚང་མ་ལོ་ཨན་སོ་སོའི་རྩ་བའི་བླ་མ་གི་བྱིན་རླབས་ཡིན་ན་རེད་ཨན་དད་པ་དང་མོས་གུས་འཕེལ་ཡག་ཆེ་དུས་ལ་ཨན་འདི་ཀློག་པ་ཡིན་ན་ང་ཡག་གི་རེད་བསམ་བསམ་འདྲ་པོ་ཅིག་འདི་འདྲ་དྲན་གྱི་འདུག་དེ་དུས་དེ་བརྩམས་པ་ལ་ཨ་ནི་རིན་པོ་ཆེ་གི་ལྗགས་རྩོམ་ད་ལོ་ག་རེ་གསུངས་ཡོད་རེད་ཟེར་ན། དཀོན་མཆོག་གསུམ་དང་རྩ་གསུམ་བྱིན་རླབས་མཐུས། ལྕགས་ཕོ་བྱི་བའི་གནམ་ལོ་ལོ་སར་དེར། ནད་མུག་འབྱུང་བྱེད་འཁྲུག་སོགས་མི་འབྱུང་ཞིང། འགྲོ་རྣམས་བདེ་དགེའི་དཔལ་ལ་སྤྱོད་གྱུར་ཅིག་ཟེར་ནས་འདི་འདྲའི་ཆེད་དུ་རིན་པོ་ཆེ་གིས་ད་ལྕགས་རྩོམ་འདི་འདྲ་ཞིག་རྩོམ་གནང་ཡོད་རེད། འདི་འདྲའི་འདི་བརྩམས་པ་ལ་ད་གཙོ་བོ་དེ་ང་རང་ཚོ་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་རེད། དེ་ག་ནང་བཞིན་གྱི་དེ་ནི་རྩ་བ་གསུམ་ཟེར་དུས་ག་ད་བླ་མ་ཡི་དམ། ཆོས་སྐྱོང་རྣམ་པ་གསུམ་གྱི་བྱིན་རླབས་དང། དེ་ག་ནང་བཞིན་གྱི་ལོ་གསར་བ་དེ་ལ་ཡ་ཆག་པོ་བྱེད་པི་ལོ་ཡ་ལོ་གསར་གྱི་ལོ་གསར་བ་དེ་ལ་ཡ་དེ་ནི་ནད་མུ་འཁྲུག་རྩོད་ནད་ཡམ་དེ་འདྲི་མ་འབྱུང་བ་དེ་ག་ནང་བཞིན་གྱི་ང་རང་ཚོས་ང་རང་ཚོ་ཚང་མ་གཙོས་བྱོས་པའི་འགྲོ་བ་རི་ཁྲོད་སེམས་ཅན་ཐམས་ཅད་བདེ་སྐྱིད་ཀྱི་པ་ལ་ནི་གཅོད་ཐུབ་གི་རིན་པོ་ཆེ་གི་ད་ལོ་ལོ་གསར་བ་འདི་ལ་འཚམས་འདྲི་དེ་འདྲི་བྱེད་གནང་འདུག་དེ་འདྲི་དེ་འཚམས་པ་ལ། ཨ་ནེ་ཁྲ་འགུལ་གྱི་གདན་ས་གསུམ་པ་སྐེ་སྣ་བཀྲ་ནས། ང་ཚོའི་བླ་སློབ་ཚང་མིང་གི་ཚབ་ཞུས་ཏེ་ལོ་ཙཱ་བ་འདི་ལ་རྣམ་པ་ཚོ་ཚང་མ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན་ཐུགས་ཆེ་གནང། གསར་བ་མངྒ་ལམ།